ཨ་མྱེས། ཐེ་གཏོང་བྱེད་མཁན་འགྲོ་ན་སེམས་སོང། ད་ཁ་སིང་ནས་ཐེ་གཏོང་བྱེད་མཁན། བརྙན་ཐུང་ཅིག་བཟོ་གོ་བསམ་ས་ཡིན་ཡ་འདི། ཨ་མྱེས་ད་ད་རིང་དུས་ཚོད་ཐུང་མཐུན་གྱིས་འདུག་ར། ཕྱི་ལོགས་ལ་ཆར་བ་བརྒྱག་བསྡད་ཤག། ཨ་མྱེས་ཚང་མ་རེ་ས་ཉི་མ། ལྷོད་ལྷོད་བྱེད་ནས་བཞུགས་ཡོད་ཀྱི་རེད་ཁ་ཤས་ཡང་རེ་ས་ཟླ་བ་ལ་དགོང་ཟས་རོགས། ཕྱི་རྒྱལ་ཡུལ་གྲུ་གང་ན་ཡིན་ན། ད་ད་རིང་ངས་འདི་གཅིག་ཞུ་ན་སེམས་ད་ཁ་སིང་ནས་ང་ཚོའི་གི་ད་ལྟ་གོང་ས་མཆོག་ལ་གཞི་མེད་སྐྱོན་འཛུགས་དང་ཨ་ནི་གསར་འགོད་ཁང་དང་ཨ་ནི་ད་ད་སྤྱི་ཚོགས་དྲ་རྒྱ་ནང་ལ་མི་སྒེར་རེ་ཟུང་གི་ད་གཞི་མེད་སྐྱོན་འཛུགས་ད་ད་བརྙན་ཐུང་ཐུང་ཐུང་འདི་གི་ཐོག་ནས་ཨ་ནི་དོན་རྐྱེན་བྱུང་ཤར་བ་འདི་ད་རྒྱ་ནག་གི་འདི་རྒྱབ་ལོག་ལ་ཨ་ནི་ལག་འབྲེལ་ཡོད་བ་འདི་ད། ཚང་མས་སེའུ། མཁྱེན་གྱི་ཡོད་རེད་ད་ཁོ་ཚོའི་གི་དམིགས་ཡུལ་དེ་ད་ལྟ་དང་པོ་དཀྲུས་དཀྲར། ཁང་ནང་ལས་གི་ཞེ་དྲག་གྲུབ་ཡོད་མ་རོ། དེ་དམིགས་ཡུལ་ཁོ་ཚོའི་གི་དང་པོའི་བསྟོད་དབྱངས་གི་དམིགས་ཡུལ་དེ། ཨཱ་ནི་ཞེ་གསུངས་གི་ཁོ་ཚོ་ལ་ད། རྒྱལ་ཁ་ཐོབ་ཡོད་མ་རེད་ཨཱ་ནི་དེ་ནས། རྒྱལ་སྤྱིའི་གི་སྤྱི་ཚོགས་ནང་ལ་གི་ད་ཁ་བ་ཁ་བ་ཨཱ་ནི་དེ་ནས་བོད་པའི་སྤྱི་ཚོགས་ནང་ལོ་ལ་གི་དཀྲུག་ཡ་གི་ད་ཁོ་ཚོའི་གི་དམིགས་ཡུལ་གང་བྱས་ད། དེ་ཚོ་ཆ་ཚང་ཅིག་ད། གོང་ས་མཆོག་ལ་ཉེས་འཛུགས་དང་ཨཱ་ནི་སྐྱོན་འཛུགས་བྱེད་ཡ་གི་དམིགས་ཡུལ་དེ་ཆ་ཚང་གྲུབ་མེད་བ་དེ་ད། སེའུ་ཆར་བ། ཨ་ནི་འདི་ལ་ལྡོག་སྟེ་ཨ་ནི། ད་གོང་ས་མཆོག་ལ། དད་གུས་མང་དུ། བྱུང་བ་དང་ཨ་ནི་རྒྱབ་སྐྱོར་མང་དུ། ཨ་ནི་ཐོན་ཡོང་བ་དང་ཨ་ནི། དམིགས་བསལ་གྱིས་ད་ང་ཚོ་ལ་བཀའ་དྲིན་ཆེ་ཤོས་དེ་ཨ་ནི། རྒྱ་གར་འཕགས་པའི་ཡུལ་གྱི་ཨ་ནི། ཡུལ་མི་དང་གཞུང་མི་སྣ་ཁག་ཆགས་ཀྱི་ཡོད་འདུག་ཨ་ནི་དེ་ནས་རྒྱབ་སྐྱོར། ཧ་ཅང་གིས་ད་ང་ཚོའི་གི་བསམ་ཡུལ་ལ་དད་པའི་གདན་འདྲེན་གྱི་ཨ་ནི། རྒྱབ་སྐྱོར་གྱི་རྣམ་པ། ཨ་ནི་དོན་ཡོང་དོན་ཡོང་བ་དེ་འདྲས་བྱུང་ཡོད་རེད་ཨ་ནི། དམིགས་བསལ་གྱིས་ད་ད་ལྟ་ང་ཚོའི་ཧི་མ་ལ་ཡའི་རི་རྒྱུད་ཀྱི་ཨ་ནི། རྒྱ་གར་གྱི་མི་ཡུལ་ད། ཁོང་རྣམ་པས་ཀྱི་དངོས་གནས་དྲང་གནས་ཀྱི། རྒྱབ་སྐྱོར་རྩེ་གཅིག་ཏུ་བཏོན་ནས་ཨ་ནི་ད་ད། རྒྱ་གར་ནང་གི་ད་གསར་འགོད་ཁང་དང་པོ་དེ་ཨན་ཏི་ཏི་བི་ཆགས་ཀྱི་ཡོད་རོ། ཨ་ནི་ད་ད་ཡིན་ན་ཀྱེ་ད། རྒྱ་གར་གྱི་ད་ད་གནས་ཡུལ་གྱི་ལུང་པ་ནང་ལོགས་ལ་ད་ད་དཔེ་ན་ཆ་ཤ་ན་ལ་ད་ད། ད་མོན་ད་ད་ཝང་ད་སྤི་ཏི་ད་ད་ཚང་མ་ནི་ད་ཁོ་ཚོའི་གེ་སར་ཁང་འདི་ལ། ད་ལྟ་ཡིན་ན་རྒྱལ་བཀག་སྡོམ་ནས་རུ་བ། འོ་དེ་འདྲའི་བྱིན་ད་གང་བྱེད། ཁྱོན་ཡོངས་ནས་ད་རྒྱལ་སྤྱི་དང་རྒྱ་གར་དང་ད་གང་བྱེད། བོད་ནང་ལོག་ལ་གེ་ད་གོང་ས་མཆོག་ལ། ད་དེ་འདྲའི་གེ་བརྙན་ཐུང་དེ་ཕར་བཀྲམ་ནས་ནི་གོང་ས་མཆོག་ལ་ད་དེད་པ། ཡོང་གི་མ་རེད་དེ་འདྲའི་གེ་རྒྱ་ནག་གེ་བསམ་བ་གེ་དམིགས་ཡུལ་དེ་ཚོ་ཆ་ཚང་ཨ་ནི་ད། ལམ་ལོང་སུ་མ་འགྲོ་བ་དེ་ཨ་ནི་ད་ང་ཚོ། ཚང་མ་དང་བོད་པ་དེ་ཚོས་དངོས་གནས་དྲང་གནས་བོད་མི་ཉམ་ཆུང་མི་མང་ཨ་ནི་དེ་ནས་ད་འགན་ཡོད་པ་ཚང་མས་ཀྱི་ཧ་རུ་པ་རུ་བྱེད་ནས་ནི་ད་ད་འདྲ་ཡག་པོ་ཅིག་ཆགས་བསྡད་ཡོད་རེད་ཨ་ནི་ང་ཚོས་ད་འདི་དགའ་དགོས་བ་ཅིག་དང་སྤོ་བ་སྐྱེ་དགོས་བ་ཅིག་ཆགས་བསྡད་ཡོད་རེད་ཨ་ནི་འདི་སྒང་ལ་དགེ་དེ་འབྲེལ་གྱི་ཛར་དྲག་གི་དུས་ཚོད་ལ་ད་རྣམ་པ་གླེང་གི་ཚོད་མཁྱེན་གྱི་རེད་གོང་ས་མཆོག་ལ་མཇལ་ཁ་ཞུས་ངེས་དེ་དེ་མཚམས་མ་བཅད་བ་རྒྱལ་སྤྱིའི་གྱི་གྲོས་ཚོགས་གྱི་འཐུས་མི་ཡིན་ན་རེད་ཨ་ནི་རྒྱ་གར་གྱི་ནང་ད་ཆོས་ལུགས་ཁག་གྱི་མི་སྣ་ཡིན་ན་རེད་ཨ་ནི་མཚམས་མ་བཅད་བ་ད་གོང་ས་མཆོག་ལ་དེ་འབྲེལ་གྱི་དུས་ཚོད་སྐབས་ལ་རྗེས་དྲན་གནང་བ་དང་ཁོང་ལ་གཟེངས་རྟགས་གཟེངས་བསྟོད་དེ་འབྲེལ་ཕུལ་གནང་བ་དང་མཚམས་མ་ཆད་པ་ཡོང་བསྡད་ཀྱི་ཡོད་རེད་དེ་ཚོ་ཚང་མ་ད་ང་ཚོ་ཚང་མ་དགའ་དགོས་བ་ཅིག་རེད་ད་འདི་ནམ་མ་ལྷན་རྒྱས་ཅིག་ཁེངས་ཀྱི་ཡོད་རེད་ད་ངས་དེ་ག་ཁ་ནས་མ་གསལ་ཁ་ཏོན་ནས་ཞུས་ཤར་བ་རེད་མ་གཞི་ང་ཚོ་ཚང་མ་རྗེས་རྗེས་བར་བ་ངོ་དེ་འདྲས་ཅིག་ཞུ་ཡ་ཡིན་ཡིན་ན་ཡང་ད་ང་ཚོ་གི་གཙོ་བོ་གཙོ་བོ་ང་ཚོ་བོད་པ་དེ་ཚོ་གི་ག་རེ་ལ་མུ་མཐུད་ནས་གནས་དགོས་རེད་ལ་ན་རྒྱ་གར་ཡུལ་མི་དེ་ཚོ་གི་ག་འདྲས་གནང་གི་འདུག་ཨ་ནི་རྒྱ་གར་ཁོ་རང་གི་མི་སེར་ཡིན་པ་དང་ཨ་ནི་དམིགས་བསལ་གྱི་ལ་དྭགས་དང་རྟ། མོན་དང་རྟ་དབང་དང་སྤི་ཏི་དང་ཁོ་ཚོའི་ཡུལ་མི་དེ་ཚོ་གི་ག་རེའི་ནང་གི་འདུག་ཨ་ནི་འདི་ལ་རྗེས་འབྲང་བྱིན་ནས་ནི་ང་ཚོས་ཀྱི་དེ་འདྲི་བྱེད་པ་ནི་ཡག་པོ་ཡོད་རེད་ཨ་ནི་ཁ་ཤས་ཀྱི་ཡང་ང་ཚོའི་ཨན་དྲི་ཏི་བི་དེ་ཚོ་ཞིའུ་ཅིག་ཡག་པོ་ཡིན་པ་དང་ཁ་བཏགས་གཡོག་བ་དང་དེ་འདྲི་ཡོང་གི་འདུག་ཨ་ནི་དེ་ཚོ་མི་རྒྱ་གར་གྱི་ཡུལ་མི་དེ་ཚོ་གི་ག་འདྲི་བྱུག་འདུག་འདི་ལ་དཔག་བས་ཀྱི་ང་ཚོས་རྒྱབ་སྐྱོར་བཏོན་པ་ཡིན་ན་མ་འོངས་པ་ལ་ང་ཚོའི་རྒྱ་གར་ཡུལ་མི་དེ་ཚོ་གི་ང་ཚོ་ཆུ་ལ་གཡུག་གི་མ་རུ་ཨ་རྒྱ་གར་ད་ལྟ་རྒྱབ་སྐྱོར་གནང་མཁན་དེ་ཚོ་གི་ངོ་དེ་འདྲས་བྱས་ནས་ཡང་ང་ར་ང་ར་ཀྱི་ཞུ་ཅིག་ཕྱིན་པ་འགྲོ་བྱས། ཨ་ནི་དེ་རྒྱ་གར་གྱི་ཁོང་ཚོའི་གི་ད། རྣམ་འགྱུར་སྟོན་ཧྲ་བ་དེ་ལ་ང་ཚོས་གལ་ཆེན་པོ་མ་བརྩི་བ་ཡིན་ན་དེ་ཏག་ཏག་ཅིག་བསྡད་ཀྱི་ཡོད་མ་རེད་ད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡིན་ན་ཨ་ནི་ངོ་ནས་དྲང་གནས་གི་ད། ད་ལྟ་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་བསྐོ་བཞག་གནང་བའི་གི་ཕྱི་རྒྱལ་ཡུལ་གྲུ་ཁག་ལ་སྐུ་ཚབ་དོན་གཅོད་ཡོད་རེད། ཨ་ནི་དེ་མ་ཚད་ཨ་ནི་ད་སྤྱི་འཐུས་ཡོད་རེད། རྣམ་པ་ཚོས་ཀྱི་འགན་འཁྱེར་ནས་གསར་སྐྱོད་ཁང་དེ་འདྲའི་ནང་ལ་ནི་གོ་སྐབས་ཟིན་ནས་ཨེ་ནི་མ། ཕྱི་རྒྱལ་ཡུལ་གྲུ་ཁག་གི་གསར་སྐྱོད་ཁང་ནང་ལོ་སུས་ཀྱིས་ནི ྋགོང་ས་མཆོག་གི་ཐོག་ལ་གཞི་མེད་སྐྱོན་འཛུལ་བྱེད་འོས་ན་འདི་ནང་ལོ་ལ་ཕེབས་ནས་ནི་གསལ་བསྒྲགས་དང་གསལ་བཤད་བྱེད་པ་ཡིན་ན་ནི་ཁྱབ་ཆེ་བ། འོ་དེ་འདྲ་ཡོང་གི་ཡོད་རེད་འདི་གནང་གི་འདུག་ང་ཚོ་ཡུ་རོབ་ལ་ཡིན་ན་ནི་ང་ཚོའི་གི་སྐུ་ཚབ་དོན་གཅོད་ཀྱི་འདུག་གསར་སྐྱོད་ཁང་ནང་ལོ་ཕེབས་ནས་ནི་བཀའ་མོལ་གནང་ཡོད་རེད་དེ་དང་དེ་མཚུངས་ད་ཕྱི་རྒྱལ་ཡུལ་གྲུ་ཁག་གཞན་པ་གི་སྐུ་ཚབ་དོན་གཅོད་ནང་དེ་འདྲའི་གནང་གི་ཡོད་རེད་བ་དེ་འདྲའི་བྱིན་བཏང་ཧ་ཅང་གི། ཡག་པོ་འདུག་ཅིག་ཆགས་ཡོད་རེད། ཨ་ནི་ད་ཐོག་མེད་ཀྱི་རྒྱ་ནག་དམར་གཞུང་གིས་ད་དམིགས་ཡུལ་འདི་ཨ་ནི་བརླག་བྱས་དེ་ལས་ལྡོག་སྟེ་ཨ་ནི་འབྲས་བུ་ད་གོང་ས་མཆོག་གིས་ཡང་མཚན་འདི་ཡང་སྐྱོ། ཡང་ཡར་ངོའི་ཟླ་ལྟར་ད་ཡ་ཡ་མཐོ་རུ་འགྲོ་ཡོད་འདི་ཨ་ནི་ད་ཁོང་ཚོའི་སེམས་ལ་ཟུག་བསྡད་ཡོད་ར་ངོ་དེ་འདྲས་ཅིག་རེད། ད་ཁ་སེང་དངོས་ནས་ང་ཚོའི་རྒན་པ་མང་ཆས་ཀྱིས་གསུང་གི་ཡོད་རེད། ད་བོད་པ་འདི་སྤྱི་ཚོགས་འདི་དངོས་ནས་དྲང་རེད་གཞོན་སྐྱེས་ཚོ་ག་འདྲས་བྱེད་ཀྱི་ཡོད་ན་ད་ད་རྒྱ་བ་རིན་པོ་ཆེ་ཞེས་བཞུགས་བསྡད་ཡོད་རེད་ད་ཁོང་གི་ཐུགས་རྗེ་བཀའ་དྲིན་གྱིས་ད་ཅིག་འགྲིག་འགྲོ་གི་རེད་མ་འོངས་པ་ལ་གཞོན་སྐྱེས་དེ་ཚོ་ལ་ལྟ་བ་ཡིན་ན་ད་ཡོང་ས་མ་རེད་ལ་ནི་ད་རྒན་པ་རྒན་པ་ཁ་ཤས་འུ་ཐུག་འདུག་ག་ནི་ཁ་ནི་དེ་འདྲི་གསུང་གི་ཡོད་ར་ཡིན་ཅེ་ད་ཡིན་ནའི་ད་ད། ཡང་ད་ལན་གྱི་དོན་རྐྱེན་འདི་བྱུང་འདུག་ག་ནི་དངོས་གནས་དྲང་གནས་ཀྱི་ད་གཞོན་སྐྱེས་མང་ཆེ་ཅིག་དོན་ནི་དངོས་གནས Twitter ཁང་ནང་ལ་ཡིན་ན་རེད YouTube ནང་ལ་ཡིན་ན་རེད་ག་རེ་ཡིན་ན་སོ་སོའི་འཇོན་ཚོད་ད་དཔག་ཚོད་ཀྱི་དེ་ནི་གཞོན་སྐྱེས་དེ་ཚོ་མང་ཆེ་ཡ་ཐོས་ཡོང་འདུག་ག་ནི་ཡང་ང་རང་ངོ་ཤེས་བ་ད་ང་རང་དང་ང་རང་ལས་རྒན་པ་དེ་ཚོས་ཀྱི་དངོས་གནས་ད་ཡང་ང་ཚོའི་ཀྱི་གཞོན་སྐྱེས་དེ་ཚོ་ད་དེ་འདྲའི་དོན་ཡོང་འདུག་ང་ན་ཡང་ཁོ་ཚོའི་སེམས་པ་ལ་དངོས་གནས་ང་ཚོའི་གཞོན་སྐྱེས་དེ་ཚོ་ནུས་པ་སྤུངས་ཐུབ་ན་གཅིག་ལ་སྤུངས་ཐུབ་ཡ་འདུག་ཨ་ནི་གོང་ས་མཆོག་གི་བཀའ་དྲིན་འདི་ཨ་ནི་དངོས་གནས་དྲང་ནས་ཉག་གཅིག་ད་བོད་པའི་བོད་མི་རིགས་ཡོངས་ལ་ད་གོང་ས་མཆོག་གི་བཀའ་དྲིན་དེ་ཉག་གཅིག་གལ་ཆེ་ཤོས་དང་ད་ཁོང་མེད་ན་ཨ་ནི་ད་ང་ཚོས་གནས་ཐུབ་ཡ་མེད་བ་ཨ་ནི་ང་ཚོའི་དེ་འདྲའི་འཛམ་བུ་གླིང་གི་རྒྱལ་སྤྱིའི་ནང་ལོ་ལ་ང་ཚོ་ལ་རྒྱབ་སྐྱོར་ཐོབ་ཐུབ་ཡ་མེད་བ། ངོ་བོ་མཚོན་ཐུབ་ཡ་མེད་བ་དེ་འདྲས་ནི་ཡིན་འདུག་ག་ནི་གཞོན་སྐྱེས་ཚོ་དོན་ཡོང་འདུག་ག་ནི་ནི་དངོས་གནས་དྲང་ན་ཡང་གཞོན་སྐྱེས་ཚོ་ལ་རྒན་པ་རྣམས་ཀྱིས་དངོས་གནས་ད་ང་ཚོ་ལ་རེ་བ་ཅི་འདུག་ཁོང་ཚོ་གིས་སེམས་པ་ལ་ད་ང་ཚོས་ཀྱིས་དངོས་གནས་དྲང་གནས་ཀྱིས་མ་འོངས་པ་བོད་ཀྱི་གནས་སྟངས་དེ་གཞོན་སྐྱེས་ཀྱིས་ཡ་འགན་འཁུར་ནས་ཡ་ཡར་རྒྱས་བཏང་དགོས་ཡོད་འདུག་ག་ནི་ནི་ཁོང་ཚོ་གིས་སེམས་ལ་ད་ལྟ་ནས་ནི་འགན་འཁུར་དང་ད་ལྟ་ནས་སོ་སོས་བོད་པའི་སྤྱི་ཚོགས་དང་བོད་མི་རིགས་དང་བོད་མིའི་སྒྲིག་འཛུགས་དང་གོང་ས་མཆོག་ལ་ཨ་ནི་ལ་རྒྱ་དང་ཤ་ཞེན་བརྩེ་བ་དེ་ཚོ་ཨ་ནི། དངོས་གནས་དྲང་གནས་ཀྱིས་ཡོང་ཐུབ་པ་འདུག་ལ་ནི་ཨང་གཞོན་སྐྱེས་ཚོས་ཀྱིས་ད་ལན་བསྟོད་གནང་ཡོད་རེད་རྒན་པ་ཚོས་ཀྱིས་བསམ་བློ་ཡིན་ན་གྱི་ད་དེ་དེ་བཞིན་འགྱུར་བ་འགྲོ་ཡོད་ར་དེ་བཞིན་ད་ད་ལན་ང་ཚོས་ཀྱིས་དོན་རྐྱེན་དེ་འདྲས་ཅིག་བྱུང་མ་འདི་ལ་ཚང་མ་དོན་ནས་ནི་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་རྣམ་པ་བཏོན་ཡོད་ར་ད་འདི་ད་ང་ཚོས་ཀྱིས་རྒྱ་ནག་ལ་ལན་འདེབས་གསལ་བོ་ཅིག་སྤྲད་ཐུབ་པ་ད་ད་འདི་ང་ཚོས་རྒྱལ་ཁ་ཅིག་ཐོབ་ཚར་རེད་ད་དེ་ནས་ནི་ང་རང་གིས་ག་རེ་རེ་བ་ཞུ་ཡ་ཡིན་ལ་ད་ད་ཚང་མ་བློ་ལ། ཁ་བསྲིངས་དང་ང་ཚོས་ཀྱི་དཀའ་ངལ་དེ་འདྲས་ཅིག་འཕྲད་འདུག་ག་ནི་ང་ཚོ་ཚང་མ་ཐང་ལ་དོན་བྱེད་རྒན་གཞོན་བར་གསུམ་ཚང་མས་ཀྱི་སོ་སོའི་ཀྱི་གང་ནུས་ཅི་ནུས་ཀྱི་ནུས་པ་བཏོན་ཡོད་རོ། ད་གོང་ས་མཆོག་ལ་དད་གུས་རྩེ་གཅིག་ཏུ་ཡོད་པ་འདི་ད་རྒྱལ་སྤྱི་ཡོངས་ལ་ད་ང་ཚོས་ཀྱི་མ་གསེར་སྟོན་བྱེད་ཐུབ་ཡོད། ད་གོང་ས་མཆོག་ཀྱི་བཀའ་དྲིན་འདི་ང་ཚོས་ཀྱི་བསམ་ནས་ནི་བསྡུ་གཏོང་ལེན་བྱེད་ནི་རྒྱལ་ཁ་ཐོབ་ཡོད་རོ། ད་གོང་ས་མཆོག་ཀྱི་ནི་བཀའ་དྲིན་དང་མཛད་པ་འཕྲིན་ལས་དང་དགོངས་གཞི་གཉིས་པ་དེ་ནི་ང་ཚོ་བཙན་བྱོལ་ལ་བཙུགས་བཞག་པའི་ཀྱི་བོད་མིའི་སྒྲིག་འཛུགས་འདི་རེད། ད་བོད་མིའི་སྒྲིག་འཛུགས་འདི་གོང་ས་མཆོག་གིས་བཙུགས་དགོས་ཡས་དེ་གོང་ས་མཆོག་སྒེར་ལ་ཕན་ཡ་དང་གོང་ས་མཆོག་གིས་ད་ཉེ་འཁོར་དང་ཨ་འདི་གཅིག་ལ་ཕན་ཡ་ཆེད་དུ་བོད་མིའི་སྒྲིག་འཛུགས་འདི་བཙུགས་དགོས་ཡོད་མ་རུང་གོང་ས་མཆོག་གིས་དང་པོ་གོ་གཅིག་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་རྒྱ་གར་ལ་ཞབས་སུ་འཁོད་ནས་བཙན་བྱོལ་ད་སོ་སོ་ས་ལུང་པ་ཤོར་ནས་ཨ་དེ་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་ཨ་ཁོང་གིས་ཐུགས་ལ་སྙོ་མ་བོད་ལ་ཡོད་དུས་ནས་ཐུགས་ལ་འཁྲུངས་འདུག་ང་ཚོའི་གི་མི་མང་ཚོ་ལ་ཨ་མང་གཙོ་དགོས་ཡོད་པ་དང་ཨ་ནི། ང་ཚོ་ལ་ད་མི་མང་ཉམ་ཆུང་ཡིན་ན་དགེ་བཤུས་ས་ཅིག་མ་དྲང་བ་ཞིག་བྱུང་ན་དེ་ལ་བཤུས་ས་དགོས་ཡོད་པ་དེ་འདྲའི་དགོང་ལོ་ཆུང་ཆུང་ནས་ཁོང་གི་དགོང་ལོ་ཆུང་ཆུང་ནས་ཁོང་ལ་དེ་འདྲའི་ཐུགས་ལ་འཁྲུངས་ནས་ནི་ཁོང་གིས་ད་རྒྱ་གར་ལ་འབྱོར་མ་ཐག་ད་ང་ཚོས་ལོ་གཅིག་ནང་ལོགས་ལ་ཨ་ནི་ང་ཚོའི་བཙན་བྱོལ་སྒྲིག་འཛུགས་བཙུགས་གནང་ཡ་དང་ཨ་ནི་སྤྱི་འཐུས་ལྷན་ཚོགས་བཙུགས་གནང་ཡ་དང་ཨ་ནི་དེ་ནས་རིམ་པས་བཞིན་ཁོང་གི་སྐུ་ལས་བསྐྱོན་ནས་སྔོན་ནས་གདོང་ལེན་བྱས་ནས་ཨ་ནི། ཁྲིམས་ཞིབ་ཁང་བཙུགས་གནང་བ་དང་དེ་འབྲེལ་བྱུང་ཡོད་རོགས་འདི་བོད་མིའི་སྒྲིག་འཛུགས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཞོལ་དེ་གོང་ས་མཆོག་གིས་བོད་མི་ས་ཡ་དྲུག་ལ་བསམ་ནས་ནི་འདི་བོད་མིའི་བཙན་བྱོལ་སྒྲིག་འཛུགས་འདི་བཙུགས་གནང་ཡོད་རོགས་ད་ད་ལྟ་ང་ཚོའི་གི་དོན་རྐྱེན་འདི་ལ་ང་ཚོ་བོད་མི་ག་ཚོད་ཀྱི་ཐང་ལ་དོན་ཡོད་རེད་དེ་ཚོ་ཚང་མས་གི་ད་དམིགས་ཡུལ་གཉིས་བ་དེ་དང་གོམ་པ་གཉིས་བ་འདི་ད་གོང་ས་མཆོག་གིས་བཙུགས་གནང་བའི་གི་བཙན་བྱོལ་སྒྲིག་འཛུགས་འདི་ལ་ནི་ད་ད་དཀའ་ངལ་ཆེན་པོ་གཅིག་འཕྲད་དུས་ཡོད། མང་གཙོ་ཀ་བ་གསུམ་ནས་གཅིག་འདི་ལ་ད་དངོས་གནས་དྲང་གནས་ཀྱི་དཀའ་ངལ་ཆེན་པོ་གཅིག་འཕྲད་འདོད་རེད་ད་འདི་རྣམ་པ་ལྷན་རྒྱས་ཚོད་ཀྱི་གོང་ས་མཆོག་ལྟ་བའི་མིག་ཁོག་པའི་སྙིང་བོད་མི་ཁོང་གི་ད་དགོངས་གཞིས་ཁོང་གི་ང་ཚོ་ལ་བཀའ་དྲིན་ཁོང་ང་ཚོ་གི་མ་འོངས་པ་ལ་བསམ་བློ་བཏང་ནས་བོད་མི་འདི་གཅིག་ཏུ་གནས་ཀྱི་ཆེད་དུ་བོད་མི་སྒྲིག་འཛུགས་བཙུགས་བཞག་པ་འདི་ལ་ད་ང་ཚོས་ཀྱི་ད་ལྟ་ཡི་ནང་བཞིན་ཚང་མས་ཀྱི་ད་རྒྱབ་སྐྱོར་གནང་ནས་ད་འདི་ལ་ང་ཚོས་ཀྱི་ག་རེ་བྱེད་དགོས་དོ་ཕྱར་གྲུ་མཉམ་འདེགས་ཀྱི་ནུས་པ་བཏོན་ནས་ད་གཞོན་སྐྱེས་ཡིན་ན་རེད་ཨ་ནི་ཡུ་ཀྲུ་པར་ཡིན་ན་རེད་ཨ་ནི་ད་ལྟ་ཀྲུའི་ཀྲར་ནང་ལོགས་ལ་ཨེ་ནི་ད་མི་རེད་རེད་གསུང་སྐད་གྲགས་ཆེན་པོ་དེ་འདྲ་ཡོད་རོགས་ཨ་བོད་པ་ནང་ལོགས་ལ་ཨ་ནི་དགེ་འདུན་པ་ནང་ལ་ཡིན་ན་གི་ཁ་སིང་ད་གོང་ས་མཆོག་ལ་ངེད་ཚོ་གབ་དུས་ག་ནི་དཔེ་མང་པོ་སོ་སོ་སྒེར་གྱི་དབྱིན་ཇི་ཐོག་ནས་བརྙན་ཐུང་བཟོས་བ་དང་མང་པོ་དོན་གནང་སོང་ཨ། ད་གང་བྱེད། བོད། མི་སྐྱ་ཡིན་ན་རེད་སྐྱ་སེར་གཉིས་ཀ་ནས་ད། ང་ཚོའི་གི་གོང་ས་མཆོག་ལ་གཞི་མེད་སྐྱོན་འཛུགས་སྒེར་ལ་གཞི་མེད་སྐྱོན་འཛུགས་བྱི་བ་དེ་ང་ཚོའི་ཚང་མའི་གི་ལང་ནས་སྲུང་སྐྱོབ་བྱི་ཐུབ་བ་རེད་ཕ་ད་ལན་སྤྲད་ཐུབ་བ་རེད་ཁོ་ཚོ་ལམ་ལོང་ལ་འགྲོ་ཡོད་མ་རེད་རྒྱ་ནག་དམར་གཞུང་གི་ད་གཉིས་བ་དེ་གོང་ས་མཆོག་གི་བཙུགས་གནང་བའི་གི་བཙན་བྱོལ་སྒྲིག་འཛུགས་དེ་ལ་དོ་པོ་བཏང་གི་ཡོད་རེད་དེ་བཙན་བྱོལ་སྒྲིག་འཛུགས་ནང་ནས་གཅིག་དེ་ལ་དཀའ་ངལ་འཕྲད་དུ་ཡོད་རེད་ད་ང་ཚོའི་ཚང་མ་རྡོག་རྩ་གཅིག་ཏུ་བསྒྲིལ་ནས་ད་གོང་ས་མཆོག་གི་དམིགས་ཡུལ་གཉིས་བ་དེ་ལ་ད་ང་ཚོའི་ལང་གི་ཡིན་ད་འདི་ལ་ང་ཚོས་བྱ་གྲུ་མཉམ་འདེགས་བྱས་ནས་ག་འདྲས་བྱས་ནས་ཡར་གསོ་ཐུབ་གོ་དོ་སུ་ལ་ཞུ་གཏུག་བྱེད་གོ་དོ་ག་འདྲས་བྱས་ནས་ང་ཚོས་ཀྱི་ད་ལས་འགུལ་སྤེལ་གོ་དོ། ད་ང་རང་རང་གིས་སྤྱི་འཐུས་དེ་ཚོ་ལ་ཞུ་ཡར་བ་སྐབས་བཅུ་བདུན་པ་གི་སྤྱི་འཐུས་དེ་ཚོ་ལ་ད་ང་ཚོའི་ངོས་ནས་ག་འདྲས་བྱས་ནས་ལས་འགུལ་སྤེལ་གོ་དོ་སྒེར་གྱི་ལས་འགུལ་སྤེལ་གོ་དོ་ཡུ་ཀྲུབ་པར་གྱི་སོ་སོའི་གྱི་ཡུ་ཀྲུབ་ནང་ལོ་ལ་བཟོས་ནས་ནི་སྤྱི་འཐུས་རེ་རེ་ལ་འབོད་སྐུལ་ཞུ་ནས་ད་སྐུ་མཁྱེན། ད་གོང་ས་མཆོག་གིས་བཙུགས་གནང་བའི་གི་བཙན་བྱོལ་སྒྲིག་འཛུགས་དེ་ལ་ཁྱོད་ཚོ་དོ་པོ་མ་བཏང་རོགས་གྱིས་ཁྱོད་ཚོ་དེའི་ལམ་ལོང་ལ་འགྲོ་བཅུག་རོགས་གྱིས་བཅའ་ཁྲིམས་དེ་ཚོ་བསྐྱར་བཅོས་གནང་རོགས་གྱིས། ཁྲིམས་ཞིབ་པ་ཆེ་འདི་བསྐོ་བཞག་གནང་ཡས་གི་ད་ཁྱོད་ཚོ་གི་ལས་འགན་ལ་སླད་དུ་ད། གོ་ས་མཆོག་ཁ་ཡི་མདུན་ལ་བཞག་ནས་ཁྱོད་ཚོ་དེ་འདྲས་གནང་གི་མི་འདུག་བ། ཕྱིའི་མི་ལ་ང་ཚོས་སྐད་རྒྱག་ཡོད་ད། ཕྱིའི་མི་ལ་ང་ཚོ་རྣམ་འགྱུར་སྟོན་ཡོད་ད། མི་རེ་རེ་གི་ནང་ལ་འགྲོ་ཡོད་ད། རྒྱ་གར་ཡིན་ན་ཀང་ཀ་ན་ར་ནོར་ད་དེ་ཚོ་ནང་ལ་འགྲོ་སོང། ད་ང་ཚོ་བོད་པ། བོད་པའི་བོད་པ་གི་གོང་ས་མཆོག་གི་དམིགས་ཡུལ་ད་དགོངས་གཞི་དེ་གཏོར་གི་ཡོད་ར། ང་ཚོ་ག་བ་ལ་འགྲོ་དགོས་ད། ཁོ་ཚོ་ནང་ལ་འགྲོ་ཡ་རེད་བས་ག་འདྲེར་ད་འོ་འདི་འདྲེ་ཕྱིན་ད་ག་འཇེ་ང་ཚོ་ཚང་མེད་ཀྱི་འགན་ཁྱེར་ནས་གོང་ས་མཆོག་ལ་རྩེ་གཅིག་ཏུ་དད་པ་ཡོད་བ་དེ་ད་ཚང་མེད་ཀྱི་སྟོན་རོགས་ཨ་གོང་ས་མཆོད་ཀྱི་དགོངས་གཞི་གཉིས་བ་འདི་ལ་ད་དེ་ཚོད་ཀྱིས་ད་ཡར་ལངས་ནས་སྐད་རྒྱབ་དགོ་རོགས་ཨ་འདི་སུ་གཅིག་གི་ལབ་དགོ་ཡོད་མ་ད་སོ་སོ་རང་ཉིད་ཀྱི་སེམས་པ་ནང་ནས་སླེབ་དགོ། དམིགས་ཡུལ་དང་པོ་འདི་ང་ཚོས་ཀྱི་འགྲུབ་ཐུག་སོང་རྒྱ་ནག་ལ་ད་ལན་སྤྲད་ཐུག་སོང་ད་གཉིས་བ་འདི་ང་ཚོ་ནང་ལོག་ནས་གོང་ས་མཆོག་གྱི་གཙུག་ཞབས་ཡིག་སྒྲིག་འདུག་འདི་གཏོར་ངེས་འདི་ལ་ང་ཚོས་ཀྱི་ལོས་ལབ་དགོ་བྱུང་ང་ར་ས་ལ་དབང་ཆ་ཡོད་རེད་སོ་སོ་མི་རོགས་ཨ་སོ་སོའི་མི་ལ་གཤེ་གཤེ་བཏང་ཆོག་གོ་རེད་འབོད་སྐུལ་ཞུས་ཆོག་གོ་རེད། གར་ཞི་ནས་ཞུ་ཆོག་མ་རེད་ཁོ་ང་ཚོའི་གི་སྤྱི་བའི་གི་འཐུས་མི་གཅིག་གང་ལ་རྐུབ་ཀྱང་ཀྱང་བཞག་ཡོད་ར་སྤྱི་བའི་གི་ལས་ཀ་བྱས་ཆེད་དུ་འདི་ཕྱི་ནས་སྤྱི་འཐུས་ལ་གོ་སྤྱི་བའི་འཐུས་མི་ལ་ན་སྤྱི་བའི་གི་མི་ལ་གོ་ཨ་འདི་ལ་ང་ཚོའི་གི་གར་ཞི་ནས་འབོད་སྐུལ་ཞུས་ཆོག་མ་རེད་གར་ཞི་ནས་གཤེ་གཤེ་བཏང་ཆོག་གོ་མ་རེད་འགྲིག་གི་མེད་ན་འགྲིག་གི་མི་འདུག་གར་ཞི་ནས་ལབ་ཆོག་གི་མ་རེད་ད་ལྟ་འདི་གནས་ཁང་འདི་རང་ཡང་སྲིད་སྐྱོང་ཟུར་པ་དང་སྲིད་སྐྱོང་ལས་ཐོག་དང་དེ་འདྲས་གི་སྐད་ཆ་མ་རྟ་ང་ཚོའི་སྤྱི་ཚོགས་འདི་བད་ཁོ་རང་མཚམས་གཅིག་ལ་སྣང་བ་དག་འདི་གི་དང་ཡང་བོད་མིའི་སྒྲིག་འཛུགས་ལ་ཡི་འདི་སྲིད་སྐྱོང་ཟུར་པ་ལ་དག་ཡོད་མ་རྟ་བོད་མིའི་སྒྲིག་འཛུགས་ལ་ཡི་ད་འདི་གི་སྲིད་སྐྱོང་ལ་ད་ག་ཡོད་མ་རྟ། ཁོ་རང་གཉིས་མི་སྒེར་གཅིག་རེད། ཁོ་རང་གཉིས་ཀྱི་ཕྱག་ལས་གནང་གི་ཡོད་དུས། ཡག་པོ་གནང་ན་སུས་ཀྱིས་སྐད་རྒྱབ་གི་མ་རེད། ཡག་པོ་མ་གནང་ན་ད་ལྟ་ཡིན་ན་རེད་འདས་ཡོད་ཡིན་ན་རེད་ཚང་མ་ལ་སྐད་རྒྱབ་གི་རེད། ལས་འགན་རུ་འོ་དེ་འདྲ་བྱས་ན་ད་འདས་ཀྱི་གནས་སྟངས་འདི་སྲིད་སྐྱོང་གི་གནས་སྟངས་མ་རེད་ད་འདས་ཀྱི་གནས་སྟངས་འདི་གོང་ས་མཆོག་གི་བཙན་བྱོལ་སྒྲིག་འཛུགས་བཙུགས་ཞར་བ་འདི་ལ་ཨ་ནི་དོ་པོ་གཏང་གི་ཡོད་རུ་ཨ་འདི་ལ་ང་ཚོས་ཀྱིས་ད་ངོ་ནས་དྲང་ནས་སྐད་རྒྱབ་དགོས་རེད་ཨ་ནི་ང་རང་གི་སྒེར་གྱི་ངོ་ནས་ལག་གཉིས་ཐལ་མོ་སྦྱར་ནས་དང་པོ་ཐོག་མ། ད་ལྟ་གོང་ས་མཆོག་ལ་ད་ལྟ་བརྙན་ཐུང་ཆུང་ཆུང་འདི་གི་ཐོག་ལ་ཉེས་འཛུགས་བྱེད་ནས་དོན་གནང་ངེས་ཏེ་རྒྱ་གར་ནས་ཕོ་སར་ཅིག་དོན་གནང་སོང་བསམས་སུ་ཡོད། ཡུལ་གྲུ་པར་ཅིག་གིས། ད་ཁོ་རང་ལ་ང་རང་མིང་འདི་དང་ང་ཐོ་འདི་གི་མི་འདུག་ཁོ་རང་ལ་ངས་འབོད་སྐུལ་ཞུ་ཡ་ཡིན་པ། ཁྱེད་རང་ནས་འགོ་བཙུགས་ནས། ད་གོང་ས་མཆོག་གི་དགོངས་གཞི་གཉིས་པ་འདི་ལ་དོ་ཕོག་བཏང་ངེས་ད་ལྟའི་གི་སྐབས་བཅུ་བདུན་པའི་གི་སྤྱི་འཐུས་འདི་ཚོ་ལ་ཨ་ནི་འབོད་སྐུལ་ཞུ་རོགས་གནང། རེ་སྐུལ་ཞུ་རོགས་གནང། དཔྱད་གཞི་བཏང་དགོས་ན་བཏང་རོགས་གནང་བཏང་ཆོག་འུར་དང་འདི་ལ་ངོ་རྒོལ་དང་བོད་མིའི་སྒྲིག་འཛུགས་ལ་ངོ་རྒོལ་དང་སྤྱི་འཐུས་ལ་སྤྱི་འཐུས་ལྷན་ཁང་ལ་ངོ་རྒོལ་ཨ་ནི་གཏོར་བ་དེ་འདྲ་ལབ་ཀྱི་མར་ད་ཡག་པོ་བྱེད་རོགས་གནང། འགན་འཁྱེར་རོགས་གནང་ཟེར་ལ་ནི་ཞུ་གོར་མ་བྱེད་འདི་བོད་མིའི་སྒྲིག་འཛུགས་གཏོར་བ་དང་བོད་མིའི་སྒྲིག་འཛུགས་ལ་ངོ་ལོག་བྱེད་པ་ལབ་ཀྱི་མར་ད་འདི་དང་པོ་ནས་བསེའུ་བསད་རྐྱང་ཕ་བཟོས་ཤ་ན་མ་ཤི་ཡང་ཁ་ཤས་ཀྱི་རྐང་བཙུགས་ནས་ཡང་ང་ཚོས་སོ་སོའི་ཀྱི་སྤྱི་འཐུས་དང་སོ་སོའི་ཀྱི་སྲིད་སྐྱོང་དང་སོ་སོའི་ཀྱི་བཀའ་བློན་ལ་ཞུ་རྒྱུ་ཡོད་ན་འདི་ཡང་བོད་མིའི་སྒྲིག་འཛུགས་ལ་གཏོར་ངེས་རེད་ལ་ཡས་བྱེད་དོ་འདི་མར་བ། འོ་དེ་འདྲ་བྱས་ན་ད་སྤུ་གུ་འདིས་ད་ལྟ་རྒྱ་གར་གྱི་ཕོ་གསར་འདི། ང་ར་བོད་པའི་ཕོ་གསར་འདི་ཐེངས་མ་དང་པོ་དོན་གཉེར་ཁོ་རེད་ཡུ་ཀྲུབ་ནང་ལོ་ལ་ཨེ་ཁོ་རང་ལ་ཞུ་ཡ་ཡིན་ཁྱེད་རང་བྱས་ཨེ་ད་ལྟ་རྒྱ་གར་ལ་ཡུ་ཀྲུབ་པར་དཔེ་མང་པོ་འདུག་ཨ་ཨ་པུ་རྡོར་སྐྱིད་དང་ཨ་པུ་དཀོན་མཆོག་དང་ཁ་རེ་ནི་ད་ལྟ། ཏྲེ་ཏྲེ་དཀོན་མཆོག་དང་དེ་འདྲ་མང་པོ་འདུག་ཨ་ད་རྣམ་པ་ལྷན་རྒྱས་ཚོས་ཀྱི་དམིགས་ཡུལ་དང་པོ་དེ་དཔེ་ཡག་པོ་བྱིན་ཕྱར་གྲུ་མཉམ་འདེགས་བྱིན་ནས། དངོས་གནས་དྲང་གནས་འཛམ་བུ་གླིང་རྒྱལ་སྤྱི་ལ་གོ་ཐུབ་པ་ཅིག་བཟོས་བྱུང་ད་ང་ཚོ་ཚང་མ་རྡོག་རྩ་གཅིག་ཏུ་སྒྲིལ་ནས་དེ་ཨེ་ནི་སྤྱི་འཐུས་སྐབས་བཅུ་བདུན་པ་ལ་ཨེ་ནི་ང་ཚོས་འབོད་སྐུལ་ཞུ་ཡག་ཨེ་ནི་སྙན་ཞུ་བཏང་ཡག་སོ་སོ་ཡུ་ཀྲུབ་ནས་ཤུ་གུ་སྦྱར་ནས་ཨེ་ནི we stand with ཨེ་ནི Supreme Justice ཨེ་ནི་ཁྱོད་ཚོ་སྐབས་བཅུ་བདུན་པ་དེ་ཚོ་ཨེ་ནི་ལས་འགན་སྒྲུབ་རོགས་གནང་ཨེ་ནི་བཅའ་ཁྲིམས་བསྐྱར་བཅོས་གནང་རོགས་གནང་མང་གཙོ་ཀ་བ་གསུམ་དེ་ཕྲ་རོགས་རོགས་ཡག་གསོད་རོགས་གནང་ལ་ནི་ཨེ་ནི་ཤུ་གུ་སྦྱར་ནས་ཨེ་ནི་ཕ་སྐད་རྒྱབ་པ་ཡིན་ན་ཨེ་ནི་ང་ཚོའི་གི་སྤྱི་བའི་འཐུས་མི་ར་བ་བོད་པ་ར་བ་ཁོང་ཚོ། ད་ལྟའི་གི་སྤྱི་འཐུས་བཞི་བཅུ་ཞེ་ལྔ་དེ་བསྐྲུན་ན་མ་ཐག་ཡ་བོད་པ་རུ་བ་གོང་ས་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་ལྟ་ནས་ཁོ་ཚོ་དགུ་བརྒྱ་གང་ལ་སླེ་ཡོད་རུ་བ་ཨེ་ཁོ་ཚོ་ལ་ང་ཚོས་གི་འབོད་སྐུལ་ཞུ་ན་ཁོ་ཚོ་མ་ཉེས་པ་རྩ་བ་ནས་ཡོང་གི་རེད་བསམ་གི་མི་འདུག་ང་གི་ངོ་དེ་འདྲས་ཕྱིན་ནས་ང་ཚོ་ཚང་མས་གི་ད་དངོས་གནས་དྲང་གནས་གི་སུ་གཅིག་ལ་སྒུག་བསྡད་གོ་མ་རེད་སུ་གཅིག་གི་བཀའ་གནང་ཉེས་ཡོང་གི་མ་རེད་ཁ་ཅིག་ལ་ན་སྒང་ནས་བཀའ་གནང་ན་དེང་སང་ད་དཀའ་ལས་ཁག་པོ་འདུག་ང་ཚོ་ལ་མགོ་འཁྲིད་ངེས་ཅིག་རག་གི་རེད་ཅིག་མགོ་ཅིག་རག་གི་རེད་དེ་འདྲས་དཀའ་ལས་ཁག་པོ་རེད་ཕ་བསྟེན་ཚུ་བསྟེན་ཕྱིན་ནས། སོ་སོ་རང་ཉིད་ནས་ལངས་པ་ཡིན་ན་ཁ་སིང་ལངས་རུང་ང་ཚོ་ཚང་མ་ཨ་ནི་ག་འདྲིས་ང་ཚོ་ལྟར་ལམ་སློང་བྱུང་སོ success བྱུང་སོང་ང་ཚོ་ཚང་མ་དེ་ཕྱིན་ནས་མི་རེ་ངོ་རེ་ནས་ཡར་ལངས་ནས་ཨ་ནི་ཚོགས་པ་སྐྱིད་སྡུག་མང་པོ་འདུག་ཁ་རེ་ཁ་གི་ལུང་ཚན་ལུང་ཚན་སྐྱིད་སྡུག་མང་པོ་འདུག་ཡང་ད་གོང་ས་མཆོག་གི་དགོངས་གཞི་གཉིས་བ་འདི་ལ་དོ་ཕོག་གཏང་གི་ཡོད་རེད་ད་དེ་ཁོ་ར་བཅའ་ཁྲིམས་བསྐྱར་བཅོས་གནང་གི་ཡོད་མ་རེད་མང་ཚོགས་ཀ་བ་གཅིག་ནས་གཅིག་གསུམ་ནས་གཅིག་དེར་ལུག་བ་དང་གཅིག་པར་བ་འདི་ལ་ད་ད་ལྟ་གི་དངོས་གནས་དྲང་གནས་ཚོགས་པ་སྐྱིད་སྡུག་སུ་མིང་ཁེག་གི་ཡོད་ན་ག་རེ་ཡིན་པ་ཡིན་ན་གོང་ས་མཆོག་འདི་རྩེ་གཅིག་ཏུ་བཀུར་རྒྱུ་ལ་ཁོང་གི་དགོངས་ཆེད་འདི་ལ་ད་བསམ་བློ་བཏང་ནས་དོན་རན་བྱས། ཕྱི་གི་ཡུལ་གྲུ་ཁག་ན་ཡོད་པའི་གི་ད་ལྟ་དངོས་གནས་དྲང་གནས་ད་ཕྱིའི་མི་ལ་ད་བརྙན་ཐུང་ནང་ནས་ནི་ད་ལན་སྤྲེལ་ངན་དེ་ད་ད་འཇིགས་མེད་ཨུ་རྒྱན་ལ་ནི་དེ་ནས་ད་མང་པོ་ཡོད་རེད་ང་ཚང་མ་གི་མིང་དྲན་པ་མི་འདུག་ད་ང་ཚོ་ཚང་མ་ད་ཡང། གོང་ས་མཆོག་གི་དམིགས་ཡུལ་གཉིས་བ་འདི་ཡག་པོ་ལམ་ལོང་འགྲོ་གི་མེད་བ་ད་འདི་ལམ་ལོང་འགྲོ་གི་མེད་ན་གོང་ས་མཆོག་ལ་ཐུགས་ཕམ་བ་ད་གཅིག་པ་རེད་ད་ད་ལྟ་ང་ཚོས་ཀྱི་ཁ་སིང་ལས་འགུལ་སྤེལ་རྒྱལ་སྤྱིའི་ནང་ལོ་ལས་འགུལ་སྤེལ་སོ་སོ་ཡུ་ཀྲུབ་བཟོས་སྐད་རྒྱབ་དེ་འདྲས་བྱིས་སོ་སོ Bike Rally འགྲོ་ཨ་ནི་ཁ་རེ Bus Bus འགྲོ་ར་ད་ཅི་ཅོ་རླངས་འཁོར་འཁོར་བ་འགྲོ་ར་འདི་དང་ཚབས་ཆེ་ད་ཁ་རེ་ཚབས་ཆེ་ཅུང་གཅིག་པ་འགྲོ་རེད་ད་ལྟ་འདིའི་མང་གཙོ་ཀ་བ་བསུབ་ནས་གཅིག་དེ་ལ་དོ་པོ་འགྲོ་གི་ཡོད་ན་མང་གཙོ་ཀ་བ་བསུབ་ནས་གཅིག་དེ་བཅག་གི་ཡོད་ན་གོང་ས་མཆོག་ཐུགས་རང་བཞིན་གྱི་ཕམ་གྱི་ཡོད་རེད་ད་ང་ཚོ་འདི་ཐུགས་མ་ཕམ་བྱུག་ཡང་འདིའི་ལམ་ལོང་དེ་འགྲོ་བཅུག་ན་ང་ཚོ་གོང་ས་མཆོག་ལ་མཆོད་སྤྲིན་ཙམ་ཡང་ད་ཡང་མཆོད་པ་ཕུལ་ཐུབ་བ་ཆགས་ཀྱི་ཡོད་རེད་སོང་ཙང་ད་ཕྱི་གི་ཡུལ་གྲུ་གང་ལ་འདུག་ཨ་ད་ལྟ་དངོས་གནས་དྲང་གནས་ཀྱི་ཧ་ཅང་གི་མི་འཇོན་ཐང་ཡོད་བ་ཤེས་ཐུབ་ངེས་ག་ཚོད་དུ་ད་རྣམ་པ་ལྷན་རྒྱས་ཚོ་སོ་སོ་ནང་གི་ད་ཚུ་ལ་གོང་ས་མཆོག་གི་དགོངས་གཞི་གཞི་བཟུང་འདི་ལ་ནི་ཐུགས་དཀྲུག་ངེས་ཐུགས་ཕམ་དུ་བཅུག་ངེས་ད་དེ་ཚོ་ལ་ནི་ཡང་ང་ཚོས་ཀྱི་རེ་སྐུལ་དང་འབོད་སྐུལ་དང་ལས་འགུལ་ག་རེ་སྤེལ་དགོས་ཡིན་ན་ད་སྤེལ་རན་རེད་སྤེལ་རོགས་གནང། ལོ་འདི་ལ་ནི་འབོད་སྐུལ་ཞུ་ཡ་ཡིན་གང་ལ་ཞུ་ན་ད་སྤྱི་ཟླ་དྲུག་པ་ལ་ནི་ཁྲིམས་ཞིབ་པ་ལས་ཚབ་དེ་ཁྱོད་སྒྲུབ་ཀྱི་ཡོད་རེད་ནི་ཇི་འདྲ་དགོས་བ་ལ་ཚོང་དུས་ཡོད་རོ། འདི་ཕྱི་ནི། ད་གལ་ཆེན་ན་ནི་དོལ་ཆེན་ཆགས་ཀྱི་འདུག་ངོ་འདི་ཞུ་ཡང་ཡིན། འདི། ད། ཡང་སྲིད་ཡང་སྲིད་སེམས་པ་ལ་ད་ཁ་ལོག་རེད་ང་རང་སེམས་པ་ལ་ཁོ་ནས་ཀྱི་ང་ཚོའི་སྤྱི་ཚོགས་ནང་ལོ་ལ། ད་སྒོར་ཁྲི་ངས་ཅིག་ཡོང་གི་རེད་ཅིག་ཡོང་གི་རེད་ཨེ་འདྲ་ད་ནི་སྒུག་བསྡད་ན་ང་ཚོའི་དངོས་གནས་དྲང་གནས་དུས་ཚོད་འཕྲོ་བརླག་འགྲུབ་ཀྱི་འདུག་ངོ་འདི་ཕྱི་ནི་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཀ་བ་གསུམ་ནང་གཅིག་འདི་ལ་དོ་པོ་འགྲུབ་ཀྱི་ཡོད་རེད་ནི་ང་ཚོའི་ཀྱི་ཞུས་ས་འདི་སྐབས་བཅུ་བདུན་པའི་ཀྱི་སྤྱི་འཐུས་ཚོགས་གཙོ། མཁན་པོ་བསོད་ནམས་བསྟན་པའི། ཚོགས་གཞོན་སྒྲོལ་མ་ཚེ་རིང་ཨན་དེ་ནས་རྒྱུན་ལས་ཡོད་རེད། ཨན་དེ་ནས་སྤྱི་འཐུས་བཞི་བཅུ་ཞེ་ལྔ་ད་གང་བྱེད་ག་བ་ཡོད་ན་ཁོང་ཚོ་ལ་ཞུས་ན་འགྲིག་གི་ཡོད་རེད་ད་བདག་གི་ཆོས་རྒྱུད་ཁག་གི་སྤྱི་འཐུས་བཅུ་དེ་ལ་ང་ཚོས་མི་ཉག་མི་མང་ནས་ཞུ་གུ་བསྟན་དར་ལྷ་ཆེན་ཁག་ལ་འབོད་གུ་ཞུ་གུ་འདུག་མཁན་པོ་ལ་འབོད་གུ་ཞུ་གུ་འདུག་ལ་ནི་འདི་ཡིན་ཅིག་མིན་ཅིག་བསྟན་དར་ལྷ་ཆེན་ཁག་དང་མཁན་པོ་དང་ལས་སྣེ་དགོན་པ་ལས་སྣེ་ཁག་གཅིག་པུ་གཅིག་གི་རྒྱས་མར་དང་ང་ཚོས་མི་མི་མང་ཡོངས་ཀྱིས་ཁོང་ཚོ་ལ་ཞུས་པ་ཡིན་ན་ད་བདག་གི་ཆོས་རྒྱུད་སྤྱི་འཐུས་བཅུ་དེ་ལ་ཞུས་པ་ཡིན་ན་ཆོས་རྒྱུད་སྤྱི་འཐུས་བཅུ་དེ་གས་ཆོས་རྒྱུད་ཀྱི་སྐུ་ཚབ་རོ། ང་ཚོ་མི་མང་ལ་ཆོས་རྒྱུད་ཡོད་རོ། ཁོ་ཚོ་ང་ཚོ་ལ་འགན་ཡོད་དང་ང་ཚོ་ལ་ལས་འགལ་གྱི་འགན་ཡོད། ང་ཚོས་ཀྱི་ཕར་དྲི་བ་གཏང་ཡས་ཀྱི་འགན་ཡོད། ཡིན་གཅིག་མིན་གཅིག་བསྟན་དང་བླ་ཆེན་གཅིག་པུ་ལ་སྒུག་དགོས་མ་རེད། མཁན་པོ་དང་དགེ་བཤེས་དང། ཨ་ནི་དགེ་བསྐོས་རྣམས་ལ་སྒུག་དགོས་མ་རེད། ཁོང་རང་ཚོས་ཀྱི་ཞུར་རྟ་གཏང་གི་རེད་ཁོང་རང་ཚོས་ཀྱི་གོ་གོར་སློབ་གསོ་བསྐྱོན་གྱི་རེད་བསྐྱོན་དང་བསྐྱོན། ཁ་ཅིག་བླ་ན་མ་བསྐྱོན་པ་ཡིན་ན་སོ་སོ་ཀྱི་གྲྭ་ཚང་ནས་བཏང་ཤ་བའི་ཀྱི་སྐུ་ཚབ་རོ། ཨན་བྷི་གིས་སྡིངས་ཆའི་སྒང་ལ་ཡག་པོ་བྱེད་ཀྱི་མེད་ན་སུད་སུད་ཀྱི་སྐུ་ཚབ་དེ་ཡར་སྐྱེད་བཏང་ཕྱིན་ནས་ནི་གོ་གོ་སློབ་གསོ་གནང་ཡས་དང་ཞེ་ཞེ་གནང་ཡས་དང་དེ་གནང་གི་ཡོད་རེད་གནང་དགོས་རེད་གནང་གནང་དགོས་ཡས་ཀྱི་ལས་འགན་གཅིག་ཅིག་ཆགས་ཀྱི་ཡོད་རུང་བ་ངོ་དེ་འདྲ་བྱེད་ན་ང་ཚོའི་མི་མང་ཡིན་ན་ཀྱེ་ཆོས་རྒྱུད་སྤྱི་འཐུས་དེ་དང་མཁན་པོ་བསྟན་དར་བླ་ཆེན་དང་མཁན་པོ་དང་རྒྱལ་པོ་རྣམས་ཀྱིས་བཟོས་ཀྱི་རེད་བསམ་ནས་དེ་འདྲས་སྒུག་བསྡད་དགོས་ཡོད་མ་རེད་ང་ཚོ་ལ་ཀྱེ་ཐོབ་ཐང་ཡོད་རེད་ང་ཚོས་ཀྱེ་ཆོས་རྒྱུད་ཀྱི་སྤྱི་འཐུས་བཅུ་ལ་འབོད་སྐུལ་ཞུས་ཆོག་གོ་རེད། ཨོ་ནི་རེ་སྐུལ་བཏོན་ཆོག་གོ་རེ་ཨ་ནི་སྐད་ཆ་ཡི་བཤད་ཆོག་གོ་ར་ཨོ་དེ་འདྲི་ཡིན་ད་ངས་སྐད་ཆ་དེ་ཡག་མ་སྐོར་སྐོར་མང་པོ་འགྲོ་གཅིག་ཆགས་སོང་དོན་དག་རྡོག་རྡོག་དེ་ངས་ག་རེ་ཞུ་ཡ་ཡིན་ལ་ན་གོང་ས་མཆོག་ལ་སྒེར་ལ་ད་ལྟ་འདི་བརྙན་ཐུང་གི་རྒྱ་ནག་གི་བཟོས་ཤ་བའི་གི་བརྙན་ཐུང་ཆུང་ཆུང་འདི་ལ་ལྟ་ནི་འཛམ་བུ་གླིང་ནང་ལ་གོང་ས་མཆོག་ལ་མཚན་སྨད་འགྲོ་ཡོད་ར་འདི་ལ་ང་ཚོས་ཚང་མས་གི་ནུས་པ་བཏོན་ནི་མཚན་སྨད་ཞུ་བ་འདི་ད་གསལ་བོ་བཟོས་ཐུབ་བ་དང་འདི་མི་གཞི་མེད་སྐྱོན་འཛུགས་ཡིན་པ་དང་བོད་མི་སྒྲིག་འཛུགས་གི་ད། སྐུ་ངོ་སྲིད་སྐྱོང་མཆོག་དང་ཚང་མས་ཀྱི་ནི་ཕ་རྒྱལ་སྤྱི་སྡིངས་ཆའི་སྟེང་ལ་དེ་ཚོ་གསལ་བཤད་བྱི་བ་དང་ཨ་ནི་ད་གང་ཆེ་སྐུ་ཚབ་ཀྱི་དོན་གཅོད་དང་ད་དེ་ནང་ནི་སྤྱི་ཚོགས་ནང་གི་འགན་འཁྱི་ངན་དང་ཚང་མས་ཀྱི་ད་ང་ཚོའི་ཧ་རུབ་པ་རུབ་མཉམ་རུབ་ཀྱི་ཐོག་ནས་ད་དེ་གསལ་བཤད་བྱི་མེད་སྐྱོན་འཛུགས་ཡིན་པ་དེ་ད་གསལ་བོ་ཆགས་ཐུག་ཡོད་ར་ད་གོང་ས་མཆོག་ལ་ཐུགས་དཀྲུག་ངེས་དང་ཐུགས་ཕམ་ཡང་འགྱུར་གྱི་ཐུགས་ཕམ་མ་བཅུག་ཡ་ཆེད་དུ་ཁ་སེ་སྔོན་ནི་ཁྲིམས་འགལ་གྱི་ཡིག་ཆ་ཨང་སུམ་ཅུ་སོར་དགུ་ནས་གོང་ས་མཆོག་ཐུགས་ཀྱི་ཕམ་ཚ་ནི་ད་ད་ཡིག། ཕྱག་རིས་ཤོག་ལེ་གཉིས་ཅན་ཅིག་གཟིགས་ཡས་ཡོད་ར་བ ྋགོང་ས་མཆོག་ཐུགས་ཕམ་གསུངས་གསུངས་ནས་འདིའི་ཕྱག་རིས་གནང་ལུགས་བཀོད་ཡོད་ར་ད་མགོ་ནས་ཐུགས་ཕམ་མ་མ་བཅུག་ཡ་ཆེད་དུ་ང་ཚོའི་ཚང་མས་ཀྱི་ད་ཕྱིས་དྲག་ཡོད་མ་རེད་ད་ད་ད་གར་ལོག་ར་དེ་ང་དྲག་མེད་ན་ཕྱིས་དྲག་ཅིག་ལ་ཡས་བྱུས་ཡ་ངོ་འདི་ད་ང་ཚོའི་ད་ད་ནས་ནི ྋགོང་ས་མཆོག་ལ་ད་ངོ་ནས་དྲག་ནས་ད་ཡང་བསྐྱར་ཐུགས་ཕམ་མ་བཅུག་ཡ་ཆེད་དུ་ང་ཚོ་ད་ད་ནས་ད། ཡ་ལངས་དགོས་འདུག་ད་ལྟ་ནས་ཡ་ཞུ་དགོས་འདུག་ངོ་དེ་ཞུ་ཡ་ཡིན་ཨ་ནི་ལམ་པ་ལྷན་རྒྱས་ཚོ། ད་ངེད་ཀྱི་སྐད་ཆ་གང་བདེན་ནས་ཨ་ནི་གནད་འགག་རྡོག་རྡོག་འདི་སྒྲུག་རོགས་གནང་ཨ་ནི་ང་ཚོ་ཚང་མས་ཀྱིས་ད། དངོས་གནས་དྲང་གནས་ཀྱིས་ད། ཕྱི་ལ་ང་ཚོས་སྟོན་ཐུབ་བ་དེ་ནང་ལ་སྟོན་དགོས་ཡ་དེ་ཨ་ནི་གལ་ཆེན་པོ་རུ་ཨ་ཨ་ནི་ག་འདྲས་ཅིག་སྟོན་གནང་གི་འདུག་ཨ་ནི་བཟང་ངན་ན་ངན་ཡ་ང་ཚོ་ལྟ་གི་ལྟ་གི་བྱེད་ཆོག་གོ་རེད་ཨ་ནི་འདི་ད་ལྟ་ངེད་ཀྱི་ཐད་གཏོང་འགྲོ་ཡོད་རེད་ཨ་ནི་འདི་ཡོག་དེ་བ་ལ་རྣམ་པ་ལྷན་རྒྱས་ཚོས་ཀྱིས་མཆན་རྒྱག་རོགས་གནང་ཁ་ཚིག་དང་པོ་གིས་སུས་སུས་ཀྱིས་ཨ་ནི་རྒྱལ་སྤྱིའི་སྡིངས་ཆའི་སྟེང་ལ་ཨ་ནི་འབྲས་བུ་ཐོན་པའི་ཀྱི་ཨ་ནི། མི་མང་ལ་གསལ་བཤད་བྱེད་ཐུབ་སོང། སུས་ཀྱིས་གདོང་ལེན་བྱས་ནས་དེ་མང་ལ་བཀའ་མོལ་གནང་ཐུབ་སོང། དེ་ཚོ་མིང་བྲིས་ན་ངས་ཁོང་ཚོ་རེ་རེ་ལ་འབོད་སྐུལ་ཞུ་ཡ་ཡིན་སྟབས་ང་ཚོ་ཚང་མ་ཧ་རུ་པ་རུ་བྱས་ནས་སྤྱི་འཐུས་སྐབས་བཅུ་བདུན་པ་མཁན་པོ་བསོད་ནམས་བསྟན་འཕེལ་དང་ཚོགས་གཙོ་དང་ཚོགས་གཞོན་རྒྱུན་ལས་ལ་ང་ཚོས་ད་འབོད་སྐུལ་ཞུ་ཡ་ཡིན་སྟབས་ད་ལྟ་དུས་ཚོད་ད་ལྟ་ཏག་ཏག་ཅིག་རེད་ཤག། དེ་འདྲ་བྱས་པ་ཡིན་ན་ང་ཚོ་རྒྱ་བལ་རྒྱལ་བལ་གྱི་ཆོས་འབྲིང། ཨ་ནི་བོད་མིའི་སྒྲིག་འཛུགས་འདི་ལྷ་དག་དང་ཨེ་གོང་ས་མཆོག་ཐུགས་དགྱེས་བ་ཨེ་གོང་ས་མཆོག་ག་དུས་ན་ད་བརྟེན་བཞུགས་བསྟར་འབུལ་སྐབས་དུས་ལ་ང་རང་ངོས་ནས་ཨེ་ནི་ཡུལ་དགོང་ལོ་བརྒྱ་དང་བཅོ་ལྔ་ལྷག་བཞུགས་ཡས་ཀྱི་ཨེ་ནི་འདུན་པ་ཡོད་པ་དེ་ག་དུས་ན་གསུངས་གནང་གི་འདུག་ཨ་ང་ཚོའི་མི་མང་གི་མགོ་ན་དང་ང་ཚོའི་གི་འབངས་ངོས་ནས་ཨེ་ནི་ཡག་པོ་མ་བྱེད་གོང་ས་མཆོག་ལ་ཐུགས་ཕམ་དུ་བཅུག་བ་ཨེ་ན་ཨ་ནི་བླ་མ་སྐུ་ཚེ་བརྟན་དཀའ་ལས་ཁག་པོར་བ་ངོ་དེ་འདྲ་བྱེད་འདི་གནད་འགག་འདི་ད་ང་ཚོའི་གཞོན་སྐྱེས་ཚང་མ་མགོ་ཚོས་དགོས་འདུག། ང་ཚོས་ཕྱི་ལ་ད་ང་ཚོས་ཀྱི་ཁ་བརྡས་བཅག་ཡོད་དེ་ད་ནང་ལོགས་ལ་ཀྱང་ང་ཚོས་ཀྱི་འབོད་སྐུལ་ཞུས་ན་ག་སིང་འགྲོ་ང་ཚོས་ཧ་རུ་པ་རུ་བྱས་ནས་ཚང་མ་གྱི་མཉམ་རུབ་བྱས་ནས་དོན་ནི་སྤྱི་འཐུས་སྐབས་བཅུ་བདུན་པ་ཀྱི་སྤྱི་འཐུས་བཞི་བཅུ་ཞེ་ལྔ་ཡོངས་རྫོགས་ལ་ཞུས་ན་ང་ཚོས་རྒྱལ་ཁ་ཏན་ཏན་ཞིག་ཐོབ་ཀྱི་རེད་གོང་ས་མཆོག་ཐུགས་ཡས་རྒྱས་ཀྱི་རེད་གོང་ས་མཆོག་གི་དངོས་གནས་དྲང་གནས་ཀྱི་ཡག་ཉེས་ཀྱི་ད་ལྟ་བོད་མི་སོ་སོའི་ཀྱི། བཙན་བྱོལ་གྱི་ཏང་ང་ཚོས་བོད་ཕྱི་ནང་གཉིས་ལ་སོ་སོ་བོད་པ་ལ་ནི་མང་གཙོ་གསོལ་རས་གནང་བ་དེ་དངོས་གནས་དྲང་ལེགས་ཀྱི་འགན་འཁྱེར་ནས་ཁོང་ཚོས་ཀྱི་ཏག་ཏག་ཅིག་འགན་འཁྱེར་ཐུབ་སོང་བསམ་ནས་ནི་ཁོང་ཐུགས་ལ་འདི་དགོངས་ནས་ཁོང་ཐུགས་དགྱེས་ཚོར་ཆེན་པོ་ཡོང་གི་ར་འདི་ང་ཚོ་ཚང་མ་ལ་འགན་ཡོད་ར་ད་ངོ་འདི་ཞུ་ཡང་ཡིན་ད་ངས་སྐད་ཆ་རིང་པོ་སྒྲོག་རྗེས་ཆགས་སོང་ཨ་ནི། ད་འདི་ནས་གནས་ཚུལ་གཞན་པ་དོན་དག་ད་ལྟ་གས་ཞུ་ཡ་མེད་སྔོན་ལ་སོང་ཨ་ནི་ཐུགས་རྗེ་ཆེ་ན་ང་འདི་ནས་མཚམས་བཞག་གི་ཡིན།